ཁྱེད་ཚོ་དེ་འགའ་ཞིག་སྤྲོ་བཞིན་འདུག་ཨན་དེ་འཛོམས་ཆེ། ཨ་ནི་ཚང་མ་ལོག་གི་ཞིག་གི་སེམས་ལ་ཡ། དགའ་ཚོར་གི་ཚོར་སྣང་རོ་ཤུགས་ཆེན་པོ་བྱེད་བྱེད་དེ། འཛོམས་བཞག་ང་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན། གང་ལྟར་ད་ང་རའི་ངོས་ནས་ཆ་བཞག་ན་གཅིག་ནས་མི་ལུས་ཅི་ཐོབ་ཀྱི་ཡོད་རེད། ཅིག་མི་ལུས་གཅིག་ཡིན་པའི་ངང་ནས་མིའི་གཅིག་གིས་གཅིག་གི་རྩ་བ་དང། གཅིག་གིས་གཅིག་ལ་ཀྱང་རོགས་བྱ་ཟེར་དེ་སྐུ་ཆོས་ཉིད་རེད། ད་ཡང་སྒོས་གང་ཚོ་དང་ཆོས་དར་སའི་ལུག་པོ་གཅིག་ནས་ཡོང་པ་ཡིན་དུས་ཙང་ནས་ཨ་ནེ་ཆོས་ཕྱོགས་ཀྱི་ཐོག་ནས་སྤུན་ཟླ་མི་རིགས་ཀྱི་བསམ་བློ་དེ་ཡང་ཤུགས་ཆེན་པོ་བྱས་ཡོད་རེད། ཨེ་ནི། ད་ཉམས་ལེན་གྱི་གཙོ་བོ་དེ་སྤྱི་འཇུག་ནས་གསུང་བ་ན་ཞིང་གི་གཞན་ཕན་གྱི་བློ་དེ་གལ་ཆེ་ཤོས་ཆགས་ཏེ་ཡོད་རེད་དེ་འདྲ་ཡིན་པ་ཡིན་དུས་ཙང་ནས་ངས་ངོས་ནས་སྤྱི་འཇུག་གི་བསམ་བློ་ཞེ་བོ་ཅིག་བཏང་གི་ཡོད་ས་དེ་འདྲ་ཡིན་དུས། འགྲོ་བ་སེམས་ཅན་ཐམས་ཅད་ལོ་རང་གི་གཉེན་དུ་བལྟས་ནས།

དགའ་པོ་བྱས་བྱས་འདུག་ཕེབས་པ་རེད་དགའ་ཐུག་ཆེ་ཞེས་ཞུ་གི་ཡིན། ད་ཇི་ཙམ་གྱིས་མི་དམངས་སུ་འདུས། ཨ་རེ་བས་དགའ་ཚོར་ཆེན་པོའི་རྣམ་འགྱུར་བསྟན་ཡོད་འདུག་ཙང་ནས་ཨ་རེ་ང་ར་རི་ཡ་ཀུན་རུང་ལིཅི་ཀུན་པར་བྱེད་ཀུ་འདུག་ཡ་ད་ངས་གཞན་ཕན་བྱང་ཆུབ་ཀྱི་སེམས་ཉམས་ལེན་བྱེད་ཀྱི་ཡོད་རེད། དེའི་འབྲས་བུ་མི་མང་པོས་དགའ་པོ་བྱེད་ཆགས་ཀྱི་ཡོད་པ་ཡིན་དུས། ད་ང་རའི་ངོས་ནས་རང་གཅེས་འཛིན་གྱི་བསམ་བློ་བཏང་ནས་ང་ར་ལ་མིས་དགའ་པོ་བྱས་བྱུང་ན་བསམ་ནས་བསམ་བློ་བཏང་པ་ཡིན་ན། ཡོང་ཡག་དེ་ཐབས་ཤེས་དེ་སོ་སོས་དག་པའི་ཞལ་ལྕེ་བའི་བྱང་ཆུབ་ཀྱི་སེམས་ཟེར་བ་དེ། སྙིང་ཁུངས་རིལ་པོའི་སྟེང་ནས་བསམ་བློ་རྩེ་གཅིག་ཏུ་བཏང་པ་ཡིན་ན་ཨ་ནེ་ཁོ། གཞན་གྱིས་དགའ་བོ་བྱེད་ནས་ཚུར་ཡོང་དེ་རང་བཞིན་གྱིས་འདུས་ཡོང་ན་ཆགས་ཡོང་གི་འདུག་ཨ་ནེ་ངའི་ངོས་ནས་ཆགས་ཞག་ནས་བའི་བྱང་ཆུབ་ཀྱི་སེམས་ཟེར་བ་དེ་ད་བས་ངས་ཉམས་ལེན་གྱི་གཙོ་བོ་བྱས་བྱས་བསམ་བློ་བཏང་གི་ཡོད། ནུས་པ་ཞེ་བོ་ཆེན་པོ་རེད་ཤག་ཨེ་ནི་བྱང་ཆུབ་ཀྱི་སེམས་ཀྱི་གྲོགས་ལ་ཡང་སྟོང་ཉིད་ཀྱི་ལྟ་བ་བྱེད། འོ་དེ་འདྲའི་ཀྱི་སེམས་སྐྱིད་དང་སྟོང་ཉིད་ཀྱི་ལྟ་བ་ཟུང་དུ་འབྲེལ་བའི་ཐོག་ནས་ཨེ་ནི། ཉིན་ཞག་ཕྲུགས་གཅིག་གི་དུས་ཚོད་འདུག་སྐྱེ་དུས་རྩ་ནས་གོ། དངོས་གནས་རང་རྣམས་ཀྱི་སྐྱེ་བའི་གོ་འཕང་ཐོབ་ཡག་གི་རྒྱུ་ཚོར་རྨང་གཞི་དེ་གཏིང་ཆེན་འགྲོ་འགྲོ་གི་ཡོད་རེད། བ་ལྟ་བུ་འདུག་ད་ལོ་དེའི་དེ་རིང་ལ་ཡ་ཅེས་ག་འདྲ་ཅིག་ལུས་ལ་ལྷད་སའི་ཇོ་བོ་ཐུགས་རྗེ་ཆེན་པོའི་སྐུ་མདུན་ལས་ཨེ་ནི། རྟེན་གྱི་གཙོ་བོ་བྱས་ནས་ཨེ་ནི། ཏག་ཏག་རིན་པོ་ཆེ་དང། ཨེ་ནི། ལིག་རིན་པོ་ཆེ། ཨེ་ནི། ཁྲི་བྱང་རིན་པོ་ཆེ། ཁོ་ནང་ཚོའི་སྐུ་མདུན་ནས་ཕྱི་ནས་ངས་བསྙེན་རྫོགས་བསྒྲུབས། དུས་དེ་ནས་དུས་ད་ལྟ་བར་དུ། ངས་དགེ་སློང་གི་འདུ་ཤེས་བརྟན་པོ་བཟུང་བྱས་དུ་བསྡད་དེ་ཡོད། ཨེ་ནི། ག་འདྲ་མི་སུ་ཐུབ་པ་ཡིན་ནའི།

གྲོང་རོལ་བ་རེད། ད་ཨ་མདའ་ལོ་དགུ་བཅུ་ནས་ཕྱིར་སླེབས་ཀྱི་ཡོད་རེད། ཅེས་དེའི་རིང་ལ་ཡ་ངའི་ཉམས་ལེན་ག་ལ་གང་ཙམ་བྱས་ཡོད་རེད། དེའི་ལག་རྗེས་རུ་དེ་སེམས་དུལ་བ་དང་ཞི་བ་དང་ཨེ་ནི་ཅིག་གི་ཞི་གནས་དང་ལྷག་མཐོང་གི་སྐོར་ལ་ཡིན་ནའི་གང་འཚམ་གྱི་བསམ་བློ་བཏང་བྱས་བསྡད་ཀྱི་ཡོད།

ཞེས་ང་རང་ང་རང་སོ་སོའི་གནས་སྟངས་ག་འདྲི་བཞིན་པ་སྐོར་བསམ་བློ་ག་དུས་ཡིན་ནའི་ཁོག་སྟེར་གྱི་འདུག་བྱས་ནས་དེ་འདྲའི་ཡིན་དུས་ད་བཅོམ་ལྡན་འདས་ཀྱི་སྤྱན་དྲངས་དགེ་སློང་གཅིག་གི་སྔོན་ནས་ད་མི་དམངས་ལ་ཞབས་འདེགས་བསྒྲུབ་ཡ། བསྟན་པ་ལ་ཞབས་འདེགས་བསྒྲུབ་ཡ། ད་ག་ཚད་ཐུབ་ཐུབ་གཅིག་གིས་ད་ཞབས་འདེགས་བསྒྲུབ་ཡ་འདི་ད་ངའི་ལག་ལེན་གཙོ་བོ་རེད། ཨན་ད། ཨ་ད་མོ་ཏོ། ཞེས་གཞན་ཕན་བྱང་ཆུབ་ཀྱི་སེམས་ཀྱིས། ད་བྱང་ཆུབ་ཀྱི་སེམས་སྐྱེ་བ་མ་ཡིན་པ་ད་གོ་དགའ་དེའི་གླུ་ཡང་མ་གཏོགས་ཁ་སྒོ་རེ་དེ་ག་ད་གཞན་ཕན་གྱི་བློ་གཏད་ཀྱིས་ཟིན་པའི་ཐོག་ནས་ངའི་མི་ཚེ་སྐྱེལ་གྱི་ཡོད་རེད། ཨན་དེ་མི་མང་གཙོའི། ཅེས་ངས། གལ་སྲིད་ཀྱི་གཅིག་གིས་གཞན་ཕན་གྱི་བུ་གའི་ཀུན་སློང་ཁྱེད་ནི་ཕན་ཐོགས་བྱེད་པའི་ཚོད་ཀྱིས་མི་ཡི་ཚུལ་དགའ་པོ་བྱེད་ཡ་དེ་ཤུགས་ཆེན་པོ་འདུག་གོ། ས་དེ་འདྲ་ཡིན་དུས་ས་དེ་ཁྱེད་རང་ཚོ་ཚང་མ་ལོག་ཡ་དུས་ཆེ་བྱེད་དུ་ཟེར་ཡ་ཡིན། ཨེ་ནི་དེ་རེད་དེ་ང་ལོ་དགུ་བཅུར་སླེབས་པའི་ཨེ་ནི་ད་དྲུང་ཁག་གི་མཛད་སྒོ་དེའི་ཐོག་ལས་ཁྱེད་རང་ཚོ་དེ་མི་མང་དགུ་གཅིག་འཛོམས་བྱེད་བསྡད་ཡོད་རེད་དེ། ཁྲལ་བྱས་ནས་སླེབས་པ་མ་རེད། སེམས་ཀྱི་གཏིང་ནས་ཞེན་ལྐོག་དང་དགའ་ཚོར་བྱས་ནས་ཡོང་བ་རེད། དེ་འདྲ་ཡིན་དུས་ང་དམིགས་བསལ་གྱི་ཐུགས་རྗེ་ཆེ་ཆེ་ནས་ཞུ་གི་ཡིན། ཨ་ནི།